ཅེས་དང་པེ་ཅིང་གར་ལ་ཡོད་རེད་ཟིན་ཅེས་དང་དེའི་གཙང་ལ་ཡང་གར་ཟེར་སོང། ཨོ་དགེ་མི་དགེ་ཡིན་པའི་ཆ་བ་ཡོད་མ་རེད། ཅེས་དང་དེས་རང་འདྲའི་རྣམ་སྨིན་བདེ་བ་འབྱིན་པ་ལ་དགེ་བ་ཡིན་པའི་ཆ་བ་དང་རང་འདྲའི་རྣམ་སྨིན་སྡུག་བསྔལ་འབྱིན་པ་ལ་མི་དགེ་བ་ཡིན་པའི་ཆ་བ་དེ། དྲུག་དང་བཞི་པ་དངོས་པོ་འདུས་པའི་གི་ལོག་སུས་ཟིན་ན་མི་འདུག་བཤད་སྟངས་དེ་རེད་མ་གཏོགས། ཨ། ཐལ་འགྱུར་བ་ལ་དེ་ཆ་བ་ཡོད་མ་རེད། ང་དང་དེ། གར་ལ་སོང། ཨོ་མ་ཐག་ཆོད་ནམ་དེ་ཡོད་རེད། འདི་ཅིའི་ཕྱིར། ཕྱི་ཟླ་འོག་མ་དག་བརྒྱུད་ནས་དེ་ལ་རྡོ་རྗེ། ཤུ་དྲང་སུམ་བརྒྱ་བཅུ་ལྔ་ན་ལ་འདུ་བ་དེ་ལ་ཁོ་ན་རེ། འོ་ན་སྒྱུའི་ལུས་ཀྱི་བྱིས་པས། རང་འདྲའི་སྣང་མེད་བདེ་བ་དང། མི་སྒྱུའི་ལུས་ཀྱི་བྱིས་པས་རང་འདྲའི་སྣང་མེད་སྡུག་བསྔལ་སྦྱིན་བ་དག་ད་ལྟ་གི་ང་ཚོ་སྤྱི་དོན་ནས་དེ་འགྲོ་སོང་ཨ། འདས་པ་དངོས་པོ་ཡིན་ཏེ། ལས་བྱིས་པ་ལས་རང་འདྲའི་ལས་ཀྱི

དགོན་པ་རེ་དབུ་མ་དགོན་པ་རེ་སུ་དང་ལ་ལ་ཡང་ཕྱི་དྲང་པ་ཡི་ནང་གསེས་ལ་ཡང་བག་ཆགས་ཁས་ལེན་མཁན་མང་པོ་སོང་ཡོད་རེད་ད་ཡིན་ནའི་མཛོད་སྤྱི་ཡོངས་ཀྱི་མ་ཤེས་སྟངས་སྐྱེ་བ་དང་ཕྱི་འཇུ་དུས་སུ་ནང་ལ་སྐྱེ་བ་ཡིན་ན་ཕྱི་དྲང་པ་ཡི་བག་ཆགས་ཁས་ལེན་གི་མ་རེད་སུ་ལབ་པ་རེད་ད་དེ་ལ་ཡང་དོགས་གཅོད་མང་པོ་བྱེད་ཐུབ་རེད་དེ་སྲིད་ཡང་དགེ་བའི་ལས་ཀྱི་བག་ཆགས་ཀྱི་རང་འདྲའི་སྣང་མེད་བདེ་བ་འབྱིན་བྱེད་ཨ་ཡིན་ད་ད་ལྟ་ང་ཚོ་བྱིས་པ་སྔོན་མེད་དུ་འདུག་པའི་ལོགས་ལ་ཡང་གྲུ་ཐག་ཡི་ཆར་པ་ཡོད་པ་དེ་གྲུ་ཐག་ཡིན་ན་སྟག་ལྟར་སྲིད་གོང་གི་ཁར་བཏང་དགོས་རེད

རང་འདྲའི་ནང་མི་བདེ་བ་འབྱེད་བྱེད་མ་ཡིན་སྲིད་དགོས་རོ། ད་བདེ་བ་འབྱེད་བྱེད་མ་རྒྱུ་མཚན་ག་ད་དགེ་བ་དེ་གིས་རང་འདྲའི་ནང་མི་བདེ་བ་འབྱིན་ལ། དེ་གིས་དགེ་བ་ཁོ་ག་དུས་འདས་གི་མ་རོ། སྐད་ཅིག་ཉེས་པ་ནི་ཁོ་ཤི་འགྲོ་གི་རོ། ཤི་འགྲོ་དེ་ལྟ་ཁོ་འབྲས་བུ་སྣང་མིན་འབྱིན་ཡ་ལ་ཡ། དེ་གིས་ཚངས་སྦྱོར་དུ་མ་བཟུང་ནས་འཐུས་ཚང་དུ་མ་བཟུང་ནས་སུས་རྒྱག་དགོས་རེད། ད་བག་ཆགས་ཁས་ལེན་ངེད་ཚོ་གིས་ད་ད་ང་ཚོ་ཀུན་གཞི་དང་ད་ད་ད་དེ་སྲིད་ཀྱི་ཚེ་གཞི་སྣང་ཤེར་སྤྲོས་པ་ད་སྲིད་ཀྱི་རྣམ་པར་ཤེས་པ་ཁས་ལེན་ངེད་ཚོ་ཚོས་གིས

ད་ཐེངས་ཀྱི་ལོ་ནང་མིའི་འབྲས་བུ་ཡིན་ལབ་ཙ་ཙམ་མང་དུ་བྱུང། ད་ད་ཡང་ད་ཟེར་འདི་ལ་བར་རྒྱ་ཆེར་བཏང་པ་ཡིན་དཔེར་ན། མིའི་ཚ་རྒྱས་བཏུས་པའི་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཐོག་མ་མ་རིག་པ་དེ་གས་རང་འབྲས་སྣང་མེད་སྡུག་བསྔལ་ཡོད་དམ་མེད། འབྲས་བུ་སྡུག་བསྔལ་ཡོད་རུང། འོ་དེ་འདྲས་ཀྱི་ཐོག་མ་མ་རིག་པ་གི་འབྲས་བུ་དང་སྣང་མེད་སྡུག་བསྔལ་ཡོད་རུང་ཡོད་མ་རུང། སྣང་མེད་སྡུག་བསྔལ་ཡོད་ན་ད་ཁོ་མི་དགེ་བ་མ་བྱ་གར་ཕྱིར།

ཡོད་རོ། ཅི་ལ་མ་འགགས་པ་རེད། འོ་འདི་ཡིན་སོང་ཙང་རང་དུས་སུ་ག་རེ་ད་ལྟ་བ་རེད། ད་མདོར་ན་བུམ་པའི་འདས་པ་བུམ་པའི་འདས་པ་ཡིན་ཅང་བུམ་པ་ལ་ལྟོས་ཏེ་མ་འོངས་པ་དང། ཡང་འདི་དག་སུ་བཏང་བར། ཀ་ལོ་སི་ཡ། བུམ་པའི་འདས་པར་ཆོས་ཅན། བུམ་པའི་འདས་པར་བ། བུམ་པའི་འདས་པ་སུ་ད་གའི་བུམ་པ་ཧང་ཡོད་ཕྱིས་མེད་པ་ཆགས་འགྲོ་ཡ་དེ་ག་རེ་རེད། བུམ་པ་ཞི་འགྲོ་དུས་ག་རེ་རེད། བུམ་པའི་འདས་པར་བ། བུམ་པའི་འདས་པ་རེད།

ད་གང་ཅི། བདག་གིས་ལབ་པ་ན་ཅི། འབྲང་རྒྱུད་པ། སེམས་ཙམ་པ། མདོ་སྟོད་པ། གསུང་གི་ལུགས་ལ་ཡང། བྱིས་པ་དང་འདས་པ་དང་མ་འོངས་པ་ལ་སྔོན་མེད་ཅེས། ད་ལྟ་བ་དེ་ལ་དངོས་པོ་ཡིན་པས་ཁྱབ། འདི་བྱ་བ་ཕྱི་རུ་བ། ཅེ་ན་བྱིས་ཟིན་པ། འདས་པའི་མཚན་ཉིད། དཔེར་ན། གར་སོས་སུ་བུམ་པའི། འབྲས་བུའི་སྟོད་སུ་བུམ་པ་མི་སྡུད་པ་དག་པོ་བྱེད། རང་རྒྱུད་ལས་གྲུབ་པ་ད་ལྟ་ཡི་མཚན་ཉིད་དཔེར་ན་བུམ་པ་དག་པ་ཅན། དེ་ནས་འདས་མ་འོངས་ད་ལྟ་དེ་གསུང། འདས་མ་འོངས་ད་ལྟ་གསུང་གང་རང་གང་ངོ་ཞེས། མ་སྐྱེས་པ་དང་མ་སྐྱེས་པའི་གཞི་མཐུན་ཏེ། ག་རེ་སོ། མ་འོངས་པའི་མཚན་ཉིད་དཔེར་ན་ག་རེ་བྱ་བྱ། བུམ་པའི་རྒྱུད་དུས་སུ་བུམ་པ་མ་སྐྱེས་པ་ལྟ་བུ། གཞི་ལ་བྱས་ན་དུས་དེར་གཞི་ཟིན་པ། དུས་དེར་འདས་པའི་མཚན་ཉིད། དུས་དེར་སྐྱེས་པ་དང་དུས་དེར་མ་འགགས་པའི་གཞི་མཚོན་པ་སྟེ་དུས་དེ་ད་ལྟ་ཡི་མཚན་ཉིད། དུས་དེའི་འདས་མ་འོངས་ད་ལྟ་དུས་སུ་གང་རུང་གང་ཞིག་དུས་དེ་མ་སྐྱེས་པ་དང་དུས་དེར་མ་འོངས་པའི་གཞི་མཚོན་པ་སྟེ་དུས་དེ་མ་འོངས་པའི་མཚན་ཉིད། ད་ལྟ་གྱི་ལ་བ་ན་ཡི་དེ་རེད། བུམ་པ་འདས་པ་བུམ་པའི་འདས་པ་ཡིན་ཀྱང་བུམ་པ་ལ་ལྟོས་ཏེ་འདས་པ་མ་ཡིན་ཏེ་བུམ་པ་ལ་ལྟོས་ཏེ་ཁོ་ཡོང་འགྱུར་བ། བུམ་པ་ལ་ལྟོས་ཏེ་མ་འོངས་པ་ཆགས་བདེ་བའི་བུམ་པའི་འདས་པ་སྟེ། བུམ་པ་བཞི་པ་དེར་འོང་བ་ན་དེ་སུ་བྱེད། བུམ་པའི་མ་འོངས་པ་བུམ་པའི་མ་འོངས་པ་ཡིན་ཀྱང་བུམ་པ་ལ་ལྟོས་ཏེ་མ་འོངས་པ་མ་ཡིན་ཏེ་བུམ་པ་ལ་ལྟོས་ཏེ་འདས་པ་ཡིན་པའི་ཕྱིར། ཅི་སྟེ་བུམ་པ་བུམ་པའི་མ་འོངས་པ་སུ་དེ་གང་འདོད་ཀྱིས་བཞག་གོ། བུམ་པ་ཅི་ཡོད་རྒྱུ་ཡོད་ཀྱིས་མ་སྐྱེས་པར་བཞག་གོ། དེ་བུམ་པ་ལ་ལྟོས་ཏེ། ཨ་ནི་ག་རེ་གོ། མ་འོངས་པ་ཡིན་ཀྱང།

གནས་འདི་རྟོགས་པ་ལ་ནི་བསླུ་བྲིད་ཚིམ། བསླུ་བྲིད་ཚིམ་པའི་རིགས་ལ་སྐལ་བདུན་ནོ། ལབ་བཞི་དང། ད་འདི་ཀ་དོག་ལ་ཡང་དག་ན་ཡང་དག་དེའི་ཆད་པ་ག་རེ་ཞེས་བགོས་ཤིང་དང་དང་བ་དང་འདས་མ་འོངས་དང་དང་གསུང་དང། འདས་མ་འོངས་དང་དང་དུས་གསུམ་ལ་ཆད་པ་ཨ་ཡོད། དཔེར་ན་འདས་པའི་དུས་དང་འདས་པ་ཉིད་ལ་ཆད་པར། མ་འོངས་པའི་དུས་དང་མ་འོངས་པ་ཉིད་ལ་ཆད་པར། ད་ལྟ་བ་དང་ག་ལ་སོ། ད་ལྟའི་དུས་ཉིད་ལ་ཆད་པ་ཨ་ཡོད།

ཨ། ད་ལྟ་བ་ཡིན་ན་ད་ལྟ་ཡི་དུས་ཡིན་མ་བྱ་ཁུ་ཉིས་བྱ་ཉམས་མར་བླ་ཚ་སོང་ཨ། དུས་ཡིན་ག་རེ་ཡིན་གོ་ལ་སོང། ལྡན་མིན་འདུས་བྱས་ཡིན་གོ་རེད། དེར་ཐང་ལྡན་མིན་འདུས་བྱས་ཡིན་གོ་རེད། ལྡན་མིན་འདུས་བྱས་ཡིན་གོ་ན་ད་ས་གཉིས་པ་ག་རེ་བཏང་དགོས་ཟིན་ད་ཐེངས་ཁྱོད་ལོ། དུས་གསུམ་གྱི་མཚན་ཉིད་ཆ་ཡོད་འདིར་ཅི་ལ་མ་འགགས་ཅི་ལ་འགགས་པ་དེ་འདས་པའི་མཚན་ཉིད། ད་གིན་ང་ད་རྒྱུད་རྣམས་ལ་ག་ལ་ཟེར། རང་རྒྱུད་ཀྱི་བློ་ལ།

ད་ལྟ་བའི་ཚིག་ཉིད་དུས་གསུམ་གྱི་ལྡང་ཚད་ཡིན་ད་ལྟ་བ་མ་ཡིན་པ་དང་མ་འགགས་པའི་རྒྱུ་དོན་མ་འོངས་པ་གི་ཚིག་ཉིད་ཟེར། སྤྱིར་འདིར་ལྡང་ཚད་ཀྱི་སྟངས་ནི་བ་ན། དཔེར་ན་ད་ལྟ་བ་གི་ཚིག་གཅིག་ག་རེ་བྱ་བྱ་ཟེར་དུས་ག་ལ་ཡ་གི་འོ་མ་སྤྱི་དོན་རྣམས་ལ་མ་འོངས་མ་ད་ག་དུ་ཆེས་ཡུན་དུས་ག་ལ་ཡ། ག་རེ་སོ་སོ་འདི། དུས་གསུམ་གྱི་གཙོ་བོ་མ་ཡིན་པ་གང་ཞིག་ཐེག་ཟིན་པ་འདི་བས་ཟིན་ཅིང་དཔེར་ན་མྱུ་གུ་རང་དྲུག་དུས་ཀྱི་སྐད་ཅིག་གཉིས་པར་མི་སྡོད་པར་དག་པར་བྱེད། དེ་སོང་དེ་སོང་གང་རང་གང་ཞིག་དགའ། དེ་གང་ཞིག་ལ་སྡོད་ག་ལ་སྡོད་སོང་རྒྱུ་གཙོ་བོ་མ་ཡིན་པ་གང་ཞིག་ན་སྡོད་སོང་གང་རང་ཡིན་ཐལ་ཟིན་པ་ད་ལྟ་ཡི་ག་ཐལ་མ་ཟིན་པ་ད་ལྟ་ཡི་ཐལ་མི་ཟིན་པ་དང་ད་ལྟ་ཡི་ག་གཞི་དེ་མ་འོངས་པ་གི་མཚན་ཉིད་དཔེར་ན་མྱུ་གུ་ཡི་རྒྱུའི་སྡོད་སོང་མྱུ་གུ་མ་སྐྱེས་པ་ལྟ་བུ། སྡོད་སོང་རྒྱུ་གཙོ་བོ་གང་ཞིག་ཅི་ལ་མ་འགགས་པ་ད་ལྟ་ཡི་མཚན་ཉིད་དཔེར་ན་མྱུ་གུ་ལྟ་བུ་ལ་རོ། ད་འདིར་ལས་སླ་པོ་ལྟ་སྟངས་སྨྲ་བ་ན་མྱུ་གུར་བརྗོད་ཀྱི་ཡ། ད་ལྟ་བ་མཚན་ཉིད་ཚང་བ་དང། རྩ་ལ་དུས་གསུམ་གྱི་གཙོ་བོ་གང་ཞིག་སྤྱི་ལ་མི་འགག་པ་ཡིན་པ་དང། དུས་གསུམ་གྱི་གཙོ་བོ་ཡིན་པ་དང། དུས་གསུམ་པོ་གང་རང་ཡིན་པ་དང། དུས་གསུམ་གྱི་ནང་ལ་ག་རེ་དུས་གསུམ་གྱི་གཙོ་བོ་ཡིན་ཟེར་གི་དོ། དུས་ཡིན་པ་དང། ད་ལྟ་ཡི་དང་དུས་ཡིན་པ་དང། དུས་ཡིན་ན་དེ་མིན་འདི་ཅིག་ཡིན་པ་དང་དུས་ཡིན་མི་ཕྱིར། ཆགས་པ་ཡོད་པ་དང་དུས་ཡིན་ན་དེ་མིན་འདི་ཅིག་ཡིན་དགོས་པ་དེ་ག་རེ་ཟེར། ཨ་ལས། དུས་ལ་དེ་མིན་འདི་ཅིག་ཡིན་དགོས་རེད་དགོས་པ་དེ་ག་རེ་ལས་བཟུང།

གཙོ་བོ་ཡིན་ཅེས་ནི་རེད། དུས་གསུམ་གྱི་ནང་ལས་གཙོ་བོ་ད་ལྟ་བ་བྱ་དགོས་རེད་མ་གཏོགས་མ་འོངས་པ་དང་འདས་པ་བྱ་དགོས་མ་རེད། རྒྱུ་མཚན་ག་རེ་ཟེར་དུས་ད་ལྟ་བ་དེ་ཁོ་ན་རྩིས་གཞི་ད་ལྟ་ལས་རྩིས་གཞི་དེ་བཞག་ནས་འདས་མ་འོངས་གཉིས་ད་ལྟ་བ་ལ་བརྟེན་ནས་བརྩི་དགོས་དགོས་རོགས། ཁྱོད་འདི་ཡིན་གསུངས་ཙང་ད་ལྟ་བ་དུས་གསུམ་ལ་གཙོ་བོ་རེད་ཟེར་ན་ད་ལྟ་བ་འབྱུང་བ་ནི་ད་ལྟ་དམིགས་པའི་ཆར་གཙོ་བོ་ཡིན་ཅིང་མ་འོངས་པ་དང་དགེ་བ་དང་ནི་མ་འོངས་པ་དང་འདས་པའི་དུས་རྣམ་པར་འཇོག་པ་ནི་གཙོ་བོ་མ་ཡིན་ནོ། ཁྱོད་དུས་གསུམ་གྱི་གཙོ་བོ་གང་ཞིག་ལབ་དགོས་དེ་རེད་དོ། ཡང། གར་སོགས་སོ། མ་འོངས་པར་གྱི་ཚིག་ངེས་བྱང་ཡོད་དུས་གར་ལ་བཟོ། ཆོས་བསྟན་ནི་གར་ལ་བཟོ། དུས་གསུམ་གྱི་གཙོ་བོ་མ་ཡིན་པ་གང། དུས་གསུམ་གང་རུང་ཡང་ཡིན། ཐལ་ཟིན་པ། དང། ད་ལྟ་བ་མ་ཡིན་པའི་གཞི་མཐུན་མ་འོངས་པའི་ཚིག་ངེས་དཔེར་ན་གར་སྙུག་གུ་རྒྱུ་ཡོད་དུས་སོ་སྙུག་གུ་མ་བྱས་པ་དག་པོ་ཆོས་ཅན། ད་སྨྱུ་གུ་བརྒྱུད་དུས་སུ་སྨྱུ་གུ་མ་བཅད་པར་བདག་པོ་དེ་གར་ཆགས་སོང། དུས་གསུམ་ནམ་ཆ་ཚ་སོང། དེ་མ་འོངས་པའི་དུས་ཆགས་སོང། དེ་འདྲི་གི་འདུག་ད་ཁོས་ད་དེ་མི་འདུག་ཅེས་ཡིད་ལབ་བཞིན་ནས་ཆད་པ་གས་མི་འདུག། ད་འདྲི་སེ་བྱས་ད་ཕག་སུ་དོགས་གཅོད་མང་པོ་བྱེད་བཞིན་འདུག་ད། ད་ད་ག་རེ་དྲན་འདུག་ཟེར་ན། ད་འདྲི་མི་འགྲོ།